ངོ་སྤྲོད་སྙིང་བསྡུས་ཅིག་ཞུས་ཆོག་ཅིག་སྙིང་བསྡུས་རང་འདུག་དེའི་ནང་ལ་རེ་བ། ཨ་ནེ་འདི་འདི་རྒན་བྱམས་པ་ཆེན་པོའི་ལ། རྒྱ་གར་ལྷོ་ཕྱོགས་འདོད་རྒུ་གླིང་དུ། མོན་གྷོ་འདོད་རྒུ་གླིང་དུ་ད་མ་འཁྲུངས། ཐོག་མར་ད་འཁྲུངས་ས་དེ་དེ་རེད་ཤག། གཞིས་ཆགས་ཀྱི་སློབ་གྲྭ་ལ་འཛིན་རིམ། གཞི་རིམ་བར་མའི་བར་དུ་སློབ་གཉེར་གནང། ཨ་ནེ་དགུ་བཅུ་གོ་དྲུག་ལོ་ནས་བཱ་ར་ན་སི་གཙུག་ལག་སློབ་གཉེར་ཁང་འཛུལ་ཞུགས་གནང་ཤག། ཉིས་སྟོང་གཅིག་ནས་བཅས་ནས། རྩིས་ཀྱི་དགེ་རྒན་གྱིས་ཕྱག་རོགས་ཞུས། ནི། ད་དེ་ནས་རྩིས་ཀྱི་བཀའ་བཅུ་པ་གི་ཝཱ་ར་ནཱ་སི་ཀྱི་རྩིས་ཀྱི་སློབ་གཉེར་ཁང་གི་རྩིས་པ་བཀའ་བཅུ་པ་མཐར་སོན་པ་རེད། ནི། དེ་ནས་ད། ཉིས་སྟོང་གཅིག་ནས་དེ་རྗེས་ནས་ད་དམིགས་བསལ་ཡང་ད་ལྟ་དཔལ་སྤུངས་ཤེས་རབ་གླིང་ལ་ད་རྩིས་ཀྱི་དུས་འཁོར་བ་དགོན་མཆོག་ཚེ་དབང་རྣམ་རྒྱལ་གྱི་མདུན་ནས་སྐར་རྩིས་རིག་པའི་སློབ་ཁྲིད་འཕར་མ་ཞུས། ཉིས་སྟོང་ལྔ་ནས། ནི། མགྲོན་ཁའི་མཚན་གནས་ཐོག་ཉིས་སྟོང་བཅུ་གཅིག་པར་རྩིས་དགེ་རྩིས་དགེའི་ཞབས་ཞུ་ཞུ་བཞག་རེད་བ་རྩིས་དགེ་རྒན་རང་ད་ད་འདོད་འདི་བར་ནས་ཟིན་རྩིས་གཙོ་བོ་རྩིས་དགེ་རྒན་གྱི་ཕྱག་ལེན་གནང་གི་ཡོད་རེད་ཉིས་སྟོང་བཅོ་ལྔ་ལོར་རིག་པའི་ཆུ་གཏེར་ལེགས་པར་ཟིན་གསུངས་བཞག་དེ་ནས་ད་བར་རྩིས་དགེ་གཞོན་པའི་མཚན་གནས་ཐོག་བོད་ཀྱི་རྩིས་རིག་པའི་གི་སློབ་ཁྲིད་གནང་བཞིན་པ་འདྲ་རེད་བཞག་དེའི་འདུས་ཁ་ལ་ད་ད་རྒན་ལགས་འདི་ནས་སློབ་མཐར་ཆ་ཚང་ཕྱིན་པ་ཙམ་མ་ཡིན་པ་ད་རྩིས་ཀྱི་ཐོག་ལས་དཔྱད་རྩོམ་མང་པོ་སྤེལ་ཡོད་རེད་རེད་བ་དེའི་འདུས་ག་ལ་དམིགས་བསལ་ད་ལྟ་ཕ་གི་ད་ང་ཡ་དགེ་རྒན་གཅིག་པ་ཆགས་བསྡད་ཡོད་རེད་རེད་བ་རྒན་གོང་ཆུ་ཚེ་དབང་རྣམ་རྒྱལ་གྱི་དུས་ནས་ད་ང་རྦད་དེ་མཉམ་དུ་ད་གས་རྩིས་ཀྱི་ཐོག་ལ་ཡིན་ན་ཡང་དངོས་གནས་དེ་དུས་རྒན་བཀྲ་ཤིས་ལགས་ཀྱི་གཟིགས་པ་ཆེན་པོས་ཀྱི་ཐོག་ནས་ཀྱི་ཨ་ནི་རྒན་ལགས་སྐུ་མདུན་ལ་བཅར་ནས་དངོས་གནས་སློབ་གཉེར་གནང་ཡ་གོ་སྐབས་ཡག་པོ་བྱུང་སོང་རེད་བ་དེ་ང་རང་ཡིན་ན་ཡི་རངས་ཡོད་དེའི་འདུས་རྩོམ་པ་ལ་ཨ་ནི་དེ་ལ་ཕེ་ཨ་ནི་ལོ་ཏོག་འདོན་སྤེལ་གནང་ཕྱག་ལས་སྐྱོན་འདུག་སེམས།

རྩད་གཅོད་པ་ཡིན་པ་ནི་རྙོག་དྲ་གསལ་བོ་དང་དཀའ་ལས་ཁག་པོ་ཞུ། ད་དེ་འདྲའི་སྒྲོག་ཚུར་གུས་བསྟེན་དུས། ད་ད་ངའི་རྒན་ལགས་རྣམ་པ་གཉིས་ལ་བོར་བ་ནི་ད་དགེ་རྒན་དུ་ཆུ་འགྲམ་དུས་ལགས་གཉིས་རྒན་ལགས་རེད། ད་དེ་ཚོ་བ་རྒན་ལགས་རྣམ་པ་གསུམ་གྱི་དུས་ལ་རུ་བ་ང་དེ་མ་ཞུ་དུས་བསམ་པ། ཞེ་ནག་ད་དོན་གྱི་ཆས་དྲུག་དུ་བསླབ་གར་སོགས་ཅིག་ཁྱབ་མེད་ཀྱི་རུ་བ་འདི་འདྲའི་གནས་སྟངས་རུ་ཆས་འདུག། འདི་འབའ་ས་ཚང་ངས་ཤེས་བ་བསམ་མེད་ཚོ་ཚང་མ་ཡང་དྲན་པ་ཐོ་རེ་བྱོས་རོགས་འདི་འདྲའི་ཆ་ཡ་ཉེས་འགའ་འདུག་གསུངས་གི་འདུག།

ཉིས་སྟོང་ཉི་ཤུ་ལྔའི་བར་དུ་ཡང་དེ་ལ་ཡང་རྩིས་སྦྱང་དགོས་སྐོར་རོ། དེ་ནི་ཙམ་པ་ཡང་སྔ་དུས་དེ་འགྲོ་སྐོར་རེད། ད་སྔ་དུས་རྩིས་ཀྱི་དེ་ཙམ་པ་ག་ཚོད་ལེགས་སྐོར་རོ། ཉི་མ་གཅིག་རོ། དེ་ཉི་མ་དང་ཟླ་བ་གཅིག་པོ་རྩིས་སྐོར་རོ། ད་ད་ལྟ་དེ་ན་ཟ་ཆ་ཚང་རྩིས་དགོས་རོ། ད་དེ་མ་རྩིས་བ་ཡིན་ན་ལོ་ཏོག་སྟོན་ཐུབ་དགོས་མ་རེད། ད་དེ་དུས་ཙམ་པ་ཟླ་བ་གཅིག་རྩིས་རྒྱལ་ལ་སྤུ་གུ་ཚོ་དཀའ་ངལ་ཞུ་བྱོས་རེད། ཟླ་གཅིག་འདི་ཡིག་རྒྱུགས་ཀྱི་འགྲོ་སྟངས་ཀྱི་ཐོག་ནས་འདི་མ་བསྐྱལ་བ་ཡིན་ན་ཁོ་རང་གི་ཚེ་འདི་ལོང་གི་མེད་པ་ཡིན་པ་བཟང་འདི་ཕྱོགས་གཅིག་ནས་གར་སོང་ད་ཁྲེལ་ཁྱོད་ཡིག་བརྩམས་འགྲོ་ཅིག་དེ་འདྲས་བྱས་བྱས་འགྲོ་དེ་མང་པོ་ཆགས་དགོས་རེད་བ། ད་འདི་འདི་བསམ་པ་ང་ཚོ་ཡང་ད་གཟའ་ང་རྒྱལ་ཡོང་དུས་བསམ་པ་གཟའ་གཅིག་ཁོ་རང་ལ་རོགས་ཞུ་ཞིག་རྒྱུགས་རིང་པོ་རྒྱག་དགོས་དགོས་རེད་བ། ད་རྒྱལ་ཡོང་དུས་བསམ་པ་གཟའ་ལྔ་ཆ་ཚང་རྒྱག་དགོས་རེད་ད་ང་ན་ཞིག་རྩིས་བརྒྱབ་པ་ལས་ལྷག་ག་རོགས་འདྲི་གལ་མང་ལེ་དགོས་རེད།

ཅེས་སྔགས་ནི་དགེ་རྒན་གྱི་ལས་འགན་བྱེད་ད་དགེ་རྒན་ལས་འགན་ཡིན་པ་ཙམ་མ་ཟད་དུ་ཟུར་དུ་ནི་གཞུང་གི་ལས་ཀ་དེ་མང་པོ་གནང་དུས་བརྩམས་པ་ཡང་མེད་ཞུ་མ་ཤེས་ངེས་དེ་འདྲའི་མ་གཅིག་རང་གཅིག་ཐུག་གོ་རེད། གནས་སྟངས་འདུག་ཟེར་ད་ང་ཚོས་རྒྱུན་མ་འཁྱོངས་སྟངས་དེ་ནི་དཔེར་ན་ང་ཚོས་རྒན་ལགས་ཀྱི་སྐུ་ལས་མང་པོ་བསྐྱོན་རེད་ངས་ཧ་གོ་གི་ཡོད་ཁྱེད་ལ་སྐུ་ངལ་ག་ག་སུ་བསྐྱོན་ཡོད་མེད་རེད་བ། ཡིན་ན་ད།

སྨན་པ་བྱས་རྗེས་སྨན་ནད་པ་ཡོད་མཁན་མེད་པ་ཡིན་ན། ཨེ་ཀོ་ཐུའི་རིགས་དྲུག་ཅེས་རོ་ཨ་མ་ཀྱི་ལྟ་གྲུབ་བཤད་པ་ཙམ་ལས་མ་གཏོགས་དངོས་སུ་ལག་ལེན་ལ་འཁེལ་ཡོད་མཁོ་བ་མ་རེད། དེ་ནས་བཞིན་ང་ཚོ་ལོ་ཏོག་རྒྱ་བལ་དང་འདི་སྐད་དེ། ད་ད་ལྟ་རྒན་ལགས་ཀྱིས་ད་ལྟ་དེ་བཅོས་དང་དེ་འདྲའི་སྐོར་མང་པོ་གསུངས་གནང་སོ། ད་འདི་སྐད་དེ་ཆ་ཚང་མེད་པ་ཡིན་ན་ཆ་ཚང་བ་ཚང་ཡང་ཚང་ཡང་ཁོར་ཡོད་མ་བསྟན་ཟེར་བ་ཆ་ཚང་ག་ཚོད་ཞུས་པ་ཡིན་ནི་གན། ག་ཚོད་ད་ཞུས་མཁན་ཆུང་དྲག་བ་ཟེར་ནས་མི་འདུག་གསན་མཁན་ཆེ་དྲག་བ་ཟེར་ནས་མི་འདུག་ད་གང་ལྟར་དེ་འདྲའི་གནས་སྟངས་མང་པོ་ཅིག་གི་རྐྱེན་གྱིས་ད་གང་ཡང་བྱུང་ཡོད་མ་རེད། ཡང་དེ་ང་ཚོའི་ངོས་ནས། ད་གཙོ་བོ་རྒན་ལ་རོ་ཨ་རྒན་ལ་དངོས་ནས་མ་གནང་བ་དེ་འདྲའི་རྩ་བ་ཉིད་ནས་མ་རེད་ད་གྷི་སི་ཐན་ཡོང་བ་དེ་ངས་བྱས་ཙང་ཧ་གོ་གི་རོ་ཨ་ད་ཅིག་ང་ནམ་རྒྱུན་ཁྱེད་ཞུ་གི་མེད་ད་ད་རིང་ཡང་དེ་བཀའ་མོལ་བྱུང་རོ་ཨ་དེ་འདྲའི་བྱས་རྗེས་ད་འདི་རེད་ད་དེ་ནས་ཅིག་སྔོན་མ་ང་ཚོ་གོ་བ་དུ་ཡིན་ན་སྤུ་གུ་རྫུན་ཡོང་མང་པོ་ཡོད་རེད་ད་དེང་སང་སྤུ་གུ་རྫུན་ཡོང་ཉུང་འགྲོ་འདུག་ད་དཔེ་ན་ཁ་སང་ཚོགས་འདུ་གོ་བ་དུ་གསུངས་སོ་ཨ། ང་ཚོའི་སློབ་གསོ་རིག་པ་སློབ་གཉེར་བ་ཚོ་སྤུ་བརྒྱ་ལྷག་བཟོས་པ་ཡིན་ནི་ད་ད་ལོ་ལྔ་བཅུ་ང་བརྒྱད་མ་གཏོགས་མི་འདུག་གསུངས་རྗེས་ད་འདི་ན་བཞིན་ད་འདི་ངེད་ལ་དང་པོ་དང་པོ་རྩིས་ལ་དཀའ་ངལ་འཕྲད་རེད་ད་གསོ་རིག་པ་དེ་གཞུང་ལ་ཆ་ཚང་ལ་དཀའ་ངལ་འཕྲད་སྐོར་ད་མི་བུད་བེད་ཀྱི་དེ་བུད་མི་ཉུང་འགྲོ་རུ་བ་ད་དེ་འདྲས་ཀྱི་གཅིག་ཡིན་ས་རེད་གསུངས་ད་དེ་ཞོར་འཕྲོས་ཀྱི་ཚུལ་དུ་དུ་མ་ཞུས་རུ་བ་ངེད་ཀྱིས་མ་ཤེས་དེ་མང་པོ་ཡོད་མ་རུ་བ་དེ་ག་དུ་དེ་འཕྲོས་ཤེས་ཡོད་ནི་ད་འདི་ཡག་ག་དུ་འདི་ཡའི་ཁེ་ཕན་ལེན་ལེན་རེད་བྱས་ཨོ་ཡ་ད་འདི་རེད་ད་ད་ད་ང་ཚོའི་མ་བ་བེད་བྱས་རུ་བ། ད་དེ་ངའི་བླ་གནས་སྐོར་མ་ཤོད་རེད། ད་བླ་གནས་དེ་མ་ཅིག་གི་ཁ་སོགས་རེད་ད་ཅིག་མ་ཞུས་དུས་ཙམ་པ། ད་ངོས་འཛིན་གནང་སྟངས་དེ་མང་དྲགས་མང་པོ་ཞུ་བཞིན་གི་འདུག་ད་དེ་ཁོ་རང་ད་ཅུང་ཟད་ཀྱི་ཁུངས་འགྲོ་ཅིག་ད་ཡ་ཅིག་རྩ་བ་རབ་ཏུ་མ་སོ་ནས་ཆུ་མགོ་གང་ལ་ཐུག་སའི་རྩེ་སྤྱོད་ཁ་འགྲོ་དུས་ཙམ་པ་ཡ།

ཀོ། དེང་སང་དུ་མ་སོང་ན་ཡང་བེད་སྤྱོད་བྱུ་བྱུས་ས་རེད། ད་དེང་སང་གི་གང་ཡིན་ཟེར་ན་ཀོ་སྐབས་དུས་དུ་ཙམ་པ་མིག་གི་ང་རང་ཚོ་གི་མིག་གི་འཚོ་བ་འདི་ཁ་སོ་ད་ཅིག་གི་འགྲོ་བ་མི་ཆགས་ཆེད་ད་བོད་ལ་ཆ་མཚོན་པ་ཡིན་མ་ན་རེད་བ་ལོ་སུམ་སྟོང་ད་ལྔ་སྟོང་ག་ཚོད་བཞག་གི་ཡོད་པ་ཡིན་རེད་བ་འདི་སྐབས་དུས་དུས་ལ་ཡང་བྱུ་བྱུས་གས་ཡོང་ངེས་ཡོད་མ་རེད་བ། ཨན་ཅིག་རིག་པའི་གནས་དུ་ཟེར་ཞེ་དྲག་གས་མེད་ཡོང་དུས་ཙམ་པ་ཡང་ཅིག་མང་པོ་ཅིག་ཡ་བླ་ལ་བསྟེན་ནས་འགྲོ་བསྡད་ཀི་གནས་སྟངས་མང་པོ་ཞིག་འབྱུང་དགོས་ས་རེད། ད་དེ་གས་དེ་ཡང་སྐབས་དུས་དུས།

ལྟ་དེའི་འདུས་བརྩམས་པ། དེ་འབྲེལ་གྱི་ཐོག་ནས་ལྟ་གཅིག་གི་བྱུང་བྱ་བར་བྱས། ལྟ་དེའི་འདུས་བརྩམས་པ། ལྟ་དེང་སང་འགྲོ་ཅིང་པ་ན་མི་ནག་གི་དུས་ལ་ན། ལམ་སང་ཡང་སྨན་པ་ཙག་ལ་རྒྱུགས་སུ་ལས་ཅི་རོ། གཅིག་གི། སྨན་པ་ཙག་ལ་འགྲོ་ན་མ་གཏོགས་ནི་གཅིག་ཐབས་ལམ་གང་ཡང་མེད་དེ་ངས་འགྲོ་ཅི། དེ་འབྲེལ་གྱི་གནས་སྟངས་འགྲོ་ཕྱིར་དུ། ལྟ་གཅིག་གི་སོ་སོ་སོའི་ངོས་ནས་དཔྱོད་བྱེད་དང་ཐབས་ཤེས་ལྟ་ད་ལྟ་འདི། ཚོགས་ཐེངས་གོང་མ་དེ་རྒན་ལ་བཀའ་གནང་བ་ནང་བཞིན་རེད་མང་པོ་ཞུ་བྱེད་ཡོད་རེད་བ། ཡིན་ནའི་གི་དེ་འབྲེལ་གྱི་ཡོད་པ་མང་པོ་ཅིག་ཧ་ཡི་གུ་གུ་འོ་མ་རེད། ཐབས་ཤེས་ཀྱིས་བྱེད་ཀྱི་ཡོད་མ་རེད། དེ་ལམ་སང་གཅིག་གི་ནང་ན་སྨན་ཁང་སྒྲོག་དགོས་ཡོད་ཅིག་མ་གཏོགས་དེ་མ་ཡིན་པའི་ཀྱི་ཐོག་ནས་དང་པོ་ནས་བཅོས་བྱས་ཡོད་པ་དང་དེ་ལ་གཏོ་བྱས་ཡོད་པ་དང་ད་གཅིག་གི་དེ་འདྲའི་ཀྱི་གྲིབ་བཅོས་བྱས་ཡོད་ལ་སོགས་པ་དེ་ཀྱི་དེ་མང་པོ་ཅིག་ཧ་ཡི་གོ་གོ་མ་རེད་ཨ་ནི་བྱེད་མཁན་ཁོང་བུ་བྱེད་ད་དེ་འདྲའི་ཀྱི་གནས་སྟངས་ཆགས་བསྡད་རོ། ད་དེ་ནས་བརྩམས་པ་ཡ་སྐབས་དེ་དུས་བརྩམས་པ་ད་གཅིག་དཔེར་ན་ང་ཚོ་ཚ་བ་ཚ་ཡུལ་དུ་ན་ཅིག་གྲིབ་བསིལ་བོགས་ལ་སྒྲོལ་ཡག་འགྲོ་ཅིག་ཁ་སྐོམ་ན་ཆུ་འཐུང་ཡག་འགྲོ་གྲོགས་ཁོག་བཏང་ན་ཅིག་ཟས་ཟ་མ་འཚོལ་འགྲོ་སེམས་ཅན་ད་ཅིག་གི་ཁྱི་དང་དུད་འགྲོ་ཕན་ཆད་ཀྱི་ཧ་གོ་དེ་བྱེད་རོགས་སྐབས་དུས་དུས་ཙམ་པ་ད་མི་གི་རིག་གནས་དེ་གས་དེ་ཡ་གཞི་ནས་ད་རུང་དུས་ཙམ་པ་ཅིག་གི་འདི་འདྲའི་གི་གནས་སྟངས་ཅིག་གི་ཐོག་ནས་མང་པོ་ཅིག་ལ་བླ་ལ་འདྲེས་བྱེད་མང་ཐག་ཆོད་བྱེད་བརྗོད་ས་རེད།

སླར་ལ་ཡང་འདྲེའི་རོ་སྦྱོར་བ། གནས་དང་དེ་འདྲའི་རོ་གཅིག་ཆགས་ཏེ་བྱ། ད་ཡང་དང་པོ་ཡང་གཅིག་གི་གདོད་མའི་གི་དུས་ཚོད་ལ་ད་ལྟ་ཡང་སླར་ཡི་གེ་རྣམ་གཞག་དེའི་གཟུངས་འདི་བརྩམས་པ་ཡང། ཕལ་ཆེར་རྩིས་དང་སྲོག་རིག་པ་ལས་འདྲེས་བྱེད་གྲོལ་ཏེ་ཕལ་ཆེར་དར་ཁྱབ་ཆ་ཆུང་བས་སྨན་སྣ་སམ་སྲང་རེ་བཞི་རེ་བཞག། ད་ང་ཚོས་ཡང་རིག་གནས་རོ་གཅིག་ཆ་མཚོན་པ་ཡིན་པ་ན། གཅིག་གི་སྲོག་རིག་པ་དང་རྩིས་ཀྱི་རིག་པ་དེ་གའི་དེ་རྒྱ་ནག་ནས་ད་གཅིག་ང་རང་བོད་ལ་ཡོད་དེ་བས་དེའི་སྒང་ལ་ཡང་རྒྱ་ནག་དང

བྱ་རྒྱལ་པོ་དང་དེ་འདྲས་མང་པོ་སུ་ད་གལ་ཡོད་མ་རུ་བ། དེང་སང་ཨེ་ལོ་པེ་ཏིག་གི་འགྲོ་སྟངས་གཞིར་བཟུང་བྱེད་པ་ཡིན་པ་ཡིན་ན། གཅིག་གིས་ལེབ་ནང་ལ་བརྟག་དཔྱད་བྱེད་ཅོལ་བ། གཅིག་གིས་ཁྲག་མང་འདི་དཀར་པོ་མང་འདྲ་བྱ་ཉུང་འདྲ་བྱ་ཧོ་མོ་གུ་ལོ་བིན་མང་འདྲ་བྱ་ཉུང་འདྲ་བྱ་སི་བྷི་སི་ད་དེ་འདྲས་མང་པོ་སུ་ད་ཡོད་བ། འོ་ད་དེ་འདྲས་འདྲ་བོ་དེ་ཚང་མ་དཀར་རྩིས་རུ་བ།

ད་ཧོ་ཏུ་ཡང་ལྟ་བ་ན་ཡང་གཅིག་གི་འབྱུང་རྩིས་དེ་ག་རེ་འབྲེལ་བ་ཡོད་རེད་བསམ་བསམ་རེ་དྲན་གྱི་རུང་ང་རང་གཉིས་མ་དྲན་ཡོང་དང་ཡང་ཨ་འབྱུང་རྩིས་དང་ད་སྐར་རྩིས་ལ་ག་རེ་འབྲེལ་བ་ཡོད་ན་བསམ་བསམ་རེ་མང་པོ་དྲན་ཡོང། ཨ་ནི་གཅིག་གི་རྗེས་ལ་རྒན་ལགས་རྣམ་པ་བཀའ་འདྲི་ཞུ་དུས་བསམ་པ་དངོས་གནས་གཅིག་གི་དོན་སྙིང་པོ་འབྱུང་རྩིས་དེ་མཐར་ཐུག་ས་འགྲོ་དེ་སྐར་རྩིས་རང་ལ་འགྲོ་དགོས་དགོས་ད་འབྱུང་བའི་རྣམ་གཞག་བཤད་དེ་ཆ་ཚང་སྐར་རྩིས་ནང་གསུང་གི་འདུག་ཕྲ་ཞིག་ཕྲ་བ་དེ་འབྱུང་བ་གཅིག་ང་ཚོས་ཀྱི་དེང་སང་ཡང་ཕྱི་ལོགས་ལས་མཐོང་དེ་གི་འབྱུང་བ་ས་ཆུ་མེ་རླུང་ལ་སོགས་པ་དེ་འདྲས་ཙམ་མ་ཡིན་པ་བྱས། གཅིག་གི། ད་དེང་སང་གི་སྐད་བཤད་སྟངས་དུ་ཕྱིན་པ་ཡིན་ན་ད་དེང་སང God Particles དང་ད Bose Particles ལས་མང་པོ་དེ་འདྲ་འདུག་ཅིག་ཚན་རིག་གི་ཐོག་ནས་བཤད་པ་ན་འདི་ན་བཞིན་དེ་འདྲའི་བར་དུ་ཡང་ཕ་འདས་བྱས་ནི་ཅིག་གི་ག་སོགས་རེད། དུས་ཀྱི་འཁོར་ལོའི་གི་གཞུང་ནས་ཡང་ད། རྡུལ་ཕྲན་དེ་གའི་དེ་ཡང་སྟོང་པས་གི་རྣམ་པ་ཟེར་བ་འོ་ད་དེ་འདྲའི་གི་ཐོག་ནས་ནི་འགྲེལ་བཤད་སྐྱོན་བྱས་ཅིག་གི། སྐབས་དང་ད་ཡའི་དུས་འཁོར་རུ་ཆགས་ཚུན་ལ་ལོ་གཅིག་སྟོང་ལྔའི་ཚུན་ལ་བོད་ལས་བསྒྱུར་ཚར་བ། སྐབས་དེ་དུས་བརྩམས་པ་ནི་འདི་འདྲའི་འགྲེལ་བཤད་སྐྱོན་དེ་གས་དེ་གས་དང་དངོས་གནས་ཞུ་ཕྱིར་གཏིང་ཟབ་པོ་དང་དེ་འདྲས་བྱེད་རེད་འདུག་བ་ད་འདིར་འདི་བརྩམས་པ་ཡང་དེ་འདྲའི་དཀར་ཟིལ་འདི་ད་འདྲ་འདྲ་འདི་བྱས་འགྲོ་ཕྱིར་རེད་ད་ལས་ཀྱི་ལས་ཀ་བྱས་འགྲོ་ཕྱིར་ད་འདི་མ་ཡིན་པ་འདི་ཡང་རྩིས་པ་གི་ལས་ཀ་འདི་ག་ཟིན་ད་འདི་གས་ཀྱི་དཀར་ཟིལ་གྱི་རིག་པ་འདི་ལ་བལྟས་བྱས

ཅིག་གིས་གནའ་སྔ་མོ་འདུ་བ་ལ་དེང་ས་རེད་ཚངས་པ་སྤྱི་རྒྱུད་ཀྱི་རྒྱུད་ལས་དེ་འདྲ་འདུག་ད་ང་རང་དངོས་སུ་ལྟ་ཡང་ལོ་ཡ་ར་མ་ས་ད་ད་ངས་ཚུར་ཤུས་བྱེད་རྒྱུ་རེད་འདི་གས་འདི་གིས་ནང་ལ་ག་རེ་འགུལ་ཟེར་ལབ་པས་ན་ད་བད་ག་ནང་ལ་ཡ་འདྲེ་ཆད་སྐྱོན་ཞིག་སོང་ཕྱི་པ་ཡིན་པ་ཡིན་ན་སྔོན་མ་ཡ་བླ་ལ་ཡ་དེ་ག་ག་འདྲེ་ཞིག་ལ་ངོས་འཛིན་བྱེད་དགོས་རེད་ལབ་ན་ཅིག་གིས་བླ་དེ་ནི་ལུས་ཀྱི་མ་རྐང་ཚུ་སོ་ལུའི་དབང་ད་འབྱུང་རྩིས་ན་ལས་དེ་འདི་ལས་འདི་གིར་བ་སོ་ལུའི་དབང་འགྲོ་ཅིག་ད། གཙོ་རིག་པ་ན་རླུང་མཁྲིས་བད་ཀན་དུག་ཆུ་དྲོད་ཀྱི་འགྲོ་བ། འདི་ན་ཤེས་བྱེད་ནི་འབྱུང་རྩིས་ཁོ་རང་ན་ལས་སྲོག་ལུས་དབང་རླུང་ལ་སོགས་པ་དང་ལྟ་འདི་སྐད་དེ་འགྲོ་དེ་རེད། ལྟ་འདི་སྐད་དེ་མེད་པ་ནི་རྩིས་ཡེ་གེ་ཡོད་མ་རུང་བ། ལྟ་འདི་ན་ལས་འགྲོ་འདུས་བརྩམས་པ། ལྟ་སྲོག་ལུས་དབང་དང་རླུང་ལྟ་བླ་ལ་འདུས་བརྩམས་པ་བླ་འདི་ག་བ། འདྲི་ཤེས་རྒྱལ་ཀུན་ཡོད་པའི་ལབ་པ་ཡིན་ན། སྔོན་མ་གཅིག་གི་རྒྱུད་རྙིང་པ་འདི་སྐད་དེ་འབྱུང་རྩིས་ཀྱི་རྒྱུད་རྙིང་པ་ལྟ་རྒྱུད་ཁོ་རང་མང་པོ་ཞུ་ཞེས་གསུངས་བཞག།

བྱུང་ཚིག་ནང་དུ་རྩོམ་པ་འབྱུང་བའི་ཁམས་འཛིན་བདེ་རོ་བདེ་ཀྱི་སྐོར་བརྒྱབ་བསྡད་རེད། ད་ཅིག་གི་ང་ཚོ་ཡོད་ད་སྟབས་བདེ་བོ་ཡོང་ཡས་ཅི་འདུར་ད་དོན་ངོ་མས་ཡོད་ཐུག་ལ་ད་ཅིག་གི་འབྱུང་བ་དེ་ཚང་མ་ཡ་འབྱུང་བ་དྭངས་མ་ང་ཚོ་འབྱུང་བ་རགས་པ་ལ་བསམ་སྟངས་དེ་གོ་རོ་ཡི་འབྱུང་བ་དྭངས་མ་ལ་འབྱུང་བ་དྭངས་མ་ལ་འགྲོ་དེ་རྩོམ་པ་ཡིད་བཞིན་ང་ཡི་ངོ་བོ་ལ་སོགས་པ་ད་དེ་འདྲའི་སྒང་ལ་ཡ་འགྲེལ་བཤད་སྐྱོན་ཅིག་འགྲོ་དགོས་འདུག་ད་དེ་འགྲོ་དུས་རྩོམ་པ་ཡ་བབས་ས་རོ་དེ་ད་ད་ཀྱི་ངའི་གོང་དུ་ཞུས་པ་ནང་བཞིན་རེད་སྐར་རྩིས་ནང་ལ་བག་ལེབ་དགོས་ཡོད་རེད་འདུག་འོ་ད་དེ་འདི་རྩོམ་པ་ཡ་སོགས་ཀྱི་མ་དེ་ནི་ག་རེ་བླ་རེད་ཞེས་བཤད།

བརླ་ནི་སྲོག་གི་མ་ཡིན་ནོ་ཟེར་གྱིས་ད་བརླ་ལས་དེ་ག་རེ་ཟེར་ལ་ན་སྲོག་གི་མ་ཡིན་ནོ་ཟེར་ད་སྲོག་གི་མ་ག་རེ་རེད་ཟེར་ལ་ག་འདྲའི་སྲིད་འོ་རེད་ལ་ཟེར་བ་སྲོག་ཁམས་ཡོད་ར་ད་འབྱུང་རྩིས་ནང་ལ་ཤེས་ཏེ་རྩམ་པ་འབྱུང་བ་ལོ་རེད་སྤར་དཀར་སྨེ་བ་ད་སྐར་མ་ཟ་ག་རེ་ཡིན་པ་ནས་ཆ་ཚང་ག་རེ་འབྱུང་བའང་ལ་གོ་བཤད་ཡས་ར་བ་ཇི་ལྟར་ང་ཚོ་གཅིག་འཇིག་རྟེན་ཁམས་ཆ་མཚོན་པ་ནས་རེད་ནང་བཅུད་ཀྱི་སེམས་ཅན་ཡིན་པ་ནས་རེད་ད་ཁོ་རང་ཆ་ཚང་ཁོ་རང་གི་འབྱུང་སྲིད་ཀྱི་གཞི་དེ་མ་མཐར་ཐུག་པ་ཡིན་པ་ནས་འབྱུང་བ་ང་ལ་ཡང་འདུས་བྱས་འཕྲོ་དེའི་ཕྱིར་བ་དེ་ནང་བཞིན་བྱས་བྱས་ཡས་ད་ད་འདི་གི་ནང་ལ་གསུང་ཡས་འདི་ཡས་ག་ར་ན་བརླ་དེ། སྲོག་གི་མ་རེད། ད་བླ་ཁམས་དེ་བརྩི་བ་ཡིན་པ་ན་སྲོག་གི་ཁམས་ཀྱི་ནི་མ། མ་ཕྲད་ག་རེ་ཆགས་ཀྱི་ཡོད་ན་རོ། དཔེར་ན་ཡ། འདི་གྲོ་བ་བྱིན་པ་ཡིན་ན། ལོ་ཏོག་བྱི་བ་གྲོ་བ་བྱིན་པ་ཡིན་ན་བྱི་བ་དེ་ཆུ་རུ་བ། བྱང་ལ་གནས་པ་ཡིན་པ་ས་ཆུ་རེད། ཆུ་འདི་ཙམ་པ་ཆུ་གི་མ་དེ་ག་རེ་ཆགས་དགོས་ཟེར་ན་ལྕགས་རུ་བ། ལྕགས་ལ་ནི་ཟ་ག་རེ་ཆགས་དགོས་ཟེར་བ་ན་ག་ཟེར་བ་རེད། ཁམས་འདི་ལྕགས་རུ་བ་དེ་ཡིན་པ་ཟེར་ན་ལོ་ཏོག་བྱི་བ་ཡིན་དེ་གིན་འདི་གའི་ཆ་ཚང་གི་བླ་དེ་བླ་ཁམས་དེ་ག་རེ་རེད་ཟེར་བ་ཡིན་པ་ན་ནི།

བླ། གལ་སྲིད་བླ་དེ་མེད་པ་ཡིན་པས་ན་ང་ཚོ་དེ་འཚོགས་ཐུབ་ཀོ་མ་རེད། རེད་བ། འོ་ད་དེ་རེད་དེ། སོགས་འཚོགས་བར་བྱེད་པ་ལ་མེད་དམ་མེད་དུ་མི་རུང་བའི་ཆ་རྐྱེན། གཅིག་ཡོད་ན་སངས་རྒྱས་སྒྲུབ་ལ་དེ་བྱའོ་མེད་ན་སངས་རྒྱས་སྒྲུབ་ལ་ཐབས་བྱ་བ་ལས་བྱེད་དོ་སངས་རྒྱས་སྒྲུབ་པའི་སྙིང་བོ་རྣམ་དག་བྱང་ཆུབ་འདི་ན་ཅི་བྱེད་ཅེས་གལ་སྲིད་དེ་མེད་པ་ཡིན་པས་ན་ང་ཚོ་ཡོད་སོགས་འཚོགས་ཐུབ་ཐུབ་མཁན་ཡོད་མ་རེད། ད་ཡང་འདི་བསམ་སྟངས་བས་ན་གཅིག་གི་དེང་སང་གི་ཕྱི་ལུགས་སྨན་པ་རེད་དག་ན་བཞིན། གཅིག་གི། སྲོལ་རྒྱུན་གྱི་སྨན་པ་ཁ་ཤས་ཀྱིས་སྨན་གྱི་ལམ་ལུགས་ཁ་ཤས་ཀྱི་ཁར་ཟུར་ལ་ན་ད་ལྟ་འདི་གི་འགྲོ་སྟངས་འདི་ཡོད་མ་རོ་ལ་ལས་འགྲོ་བ་དང་སོ་ཁ་བཟོ་ལྟ་ཅི་གི་འདི་འདྲས་ཀྱི་རྩིས་རྒྱག་སྟངས་ཀྱི་འགྲོ་སྟངས་འདི་མེད་ཡོད་འདུག་བསམ་པ་ཡང་ང་ཚོ་གཅིག་པུ་ཞིག་རྩིས་ཀྱི་འདུག་ལབ་པ་ཡིན་ན། ང་རང་ཚོ་ལ་ཡོད་པ་ཡིན་ན་ད་དུས་ཕུལ་དུ་བྱུང་བའི་ཆ་རྐྱེན་རོ་རྨད་དུ་བྱུང་བ་རོ་ང་རང་ཚོ་ལ་ཡོད་པ་ཡིན་ན་ཡག་གི་རོ་ད་དུང་ཐབས་ལམ་འདྲ་མིན་མང་པོ་ཡོད་རོ་བས་ན་གསོ་རིག་པའི་མི་ཅིག་ན་གི་ཡོད་པ་ཡིན་པ་ཡིན་ན། ཁོ་ནད་འདི་གསོ་བར་བྱེད་ཡོད་རེད་བ་འདི་གསོ་བ་རིག་པའི་ཐོག་ནས་བྱེད་ཡོད་རེད་དེང་དུས་ཀྱི་ཐོག་ནས་བྱེད་ཡོད་རེད་ཨ་ཡོད་ད་དེ་འདྲ་གི་ཐབས་ལམ་མང་པོ་འདུག་གསོ་བ་རིག་པའི་རིག་གནས་མང་པོ་ཡོད་རེད་དེ་ག་རེ་ཡིན་པ་ནི་ཁོ་དྲག་པར་བྱེད་དགོས་རེད་འོ་ད་འདི་ན་ཅི་ཅི་ཅི་འདི་ཅི་ཡིན་འདི་ཙམ་པ་ཁོ་རང་ཁོ་རང་ལས་ཐབས་ལམ་དེ་དག་མ་བཟོ་ན་ཡང་ཇི་ཙམ་མང་ཡོད་པ་ནི་འདི་ག་ཟིག་གིས་ཡག་ག་རེ་ཡིན་རྒྱུ་ཡིན་ནས་ད་ཅི་གི་ང་ཚོའི་གི་འདི་གི་ཐོག་ནས་བརླགས་ཟིན་ལ་འདི་ཙམ་པ་ཡང་འབྲེལ་བཤད་རྒྱུ་འདི་ཙམ་པ་ད་སྲོག་འཚོ་བར་བྱེད་པ་ལ་མེད་དུ་མི་རུང་བ།

ད་འདི་ན་ཡི་འབྱུང་ཚེ་ཤིང་སྲིན་ད་ལུས་ཅན་ཚེ་ཡི་དུས་བྱས་ཚེ་བླ་སྲིན་ཡིད་བཞིན་རིམ་པ་ལྟར་ཤེས་མེད་ཁྱེད་ཤི་འགྲོ་དྲུག་འཁྱམས་ཟེར་བ། ད་དེ་ཡི་དུས་བརྩམས་པ་ཡང་ཕུང་པོའི་ཡུལ་ལ་ཆགས་པའི་ཕྱིར་ད་ད་ད་དེ་ཡི་འབྱུང་ཚེ་ཀྱི་ཤིང་སྲིན་ནང་ལ་ཡང་འདྲེ་ཤེས་ཀྱི་དུས་བརྩམས་པ། བླ་སེམས་ཡིད་བཞིན་གསུམ། དུ་ཨ་ཁོ་ཚོ་ལོག་གང་ཡིན་པར་འདྲེ་ཤེས་སྐྱོན་བཤགས། བླ་ལས་གཅིག་བྱས། སེམས་ལས་གཅིག་བྱས། ཡིད་ལས། ད་ང་ཚོ་འདི། ཅི་ལྟར་ན་ཁོ་རང་སེམས་དང་ཡིད་དང་རྣམ་ཤེས་སུ་དོན་གཅིག་ཏུ་ནི་ཤེས་པར་བྱ་སླའི་འགྲོ་བ་དག་དེ་ནི་མང་པོ་འདུག། ཁོ་རང་ཡང་དོན་དག་གཅིག་པ་རེད་མིང་གི་རྣམ་གྲངས་རེད་སླའི་འགྲོ་བ་དག་དེ་ནི་མང་པོ་ཞིག་འདུག་ད་དེ། ང་ཚོས་ཀྱི་གཞུང་མང་པོ་ཅིག་ལེགས་སྦྱར་ནས་ཚུར་བསྒྱུར། བསྒྱུར་དུས་བརྩམས་པ་ལྟ་ཅི་གི་ལེགས་སྦྱར་གྱི་ཚིག་གཅིག་ཡིན་པ་ཡིན་ནི་ཀྱི། འདི་ལས་ཚུར་བསྒྱུར་བ་པོ་ལོ་ཙཱ་བ་དེ་གས་དེ་ཐ་སྙད་ཁག་ཁག་བེད་སྤྱོད་གནང་ཡ་ལ་སོགས་པ་དེ་འདྲ་འདུག། ད་ཐ་སྙད་ཁག་བེད་སྤྱོད་གནང་དུས་བརྩམས་པ་ཀོ། རྒྱ་དཔེ་ལས་གཏུགས་ཁ་འགྲོ་འདི་ཙམ་པ་ཁོ་རང་ཚིག་གཅིག་རང་རོ། ཚིག་གཅིག་འདི་ཙམ་པ་ཁ་ཤས་ཡིད་ཀྱི་འགྱུར་ཁ་ཤས་སེམས་འགྱུར་ད་འདི་ཙམ་པ་ད་འདི་འདི་ཙམ་པ་ད་ད་འདི་ལ་ཡ་བླ་སེམས་ཡིད་གསུམ་རོ། འདི་རེ་གཅིག་ཡིན་པ་འགྲོ་གསུངས་འདུག་ཁ་སོ་ཁ་ཁ་ཡིན་པ་གསུངས་འདུག་ད་ཡ་སེམས་དང་ཡིད་འདི་ཚོ་མཉམ་འདུག་གཅིག་འགྲེལ་བཤད་སྐྱོན་མཁན་ད་ད་དཔེ་ཆ་མང་པོ་འདུག་ཁ་ཤས་ལ་གཅིག་ཡིན་འདི་ཁན།

ངེད་ཀྱིས་སྐད་ཆ་ཞིག་བཤད་ཡོང་དུས་རྩོམ་པ་རྣམ་པ་ཚོའི་སེམས་ཁོར་བ་དེའི་གསན་ཡས་ཀྱི་བརྒྱུད་ལམ་འདི་ག་རེ་འགོར་ལ་ན་འདི་ནས་ཅིག་གི་སྒྲ་གི་རླབས་ཅིག་ངོ་བོ་བརྒྱུད་བྱས་རྣམ་པ་ཚོའི་སེམས་ཐུགས་ཁོར་བ་ཡིན་ནའི་མཐོང་ཡ་ཁྱད་ཡོད་མ་རོ་དཔེ་དེ་ན་ཞེས་བྱས་ད་མཐོང་ཡ་མེད་དེ་ཡིན་ནའི་ད་ད་རླབས་འདི་གས་དེ་དེང་སང་ཚན་རིག་གི་འཕྲུལ་ཆས་ཀྱི་ཐོག་ནས་ད་བརྒྱུད་ཐུགས་རེད་རོ། ཡིན་ནའི་ད་ང་ཚོས་བཏབ་ཡ་ག་དེ་རླབས་དེ་བརྒྱུད་ཐུགས་ཁོ་མ་རེད། བརྒྱུད་མ་ཐུབ་པ་ཟ་འདྲེ་ཤེས་ག་རེ་ཡོད་ཡོད་འགྲོ་ཅི་རེད་ད་བསམ་བཞིན་སོང་བ་ན། འོ་ད་དེ་རེད་དེ་ཟ་ད་བླ་བླ་བ་ཡིན་པ་ད་བླ་གུ་ཚེ་གུ་འགྲོ་བོ་དང་དེ་རེད་བྱེས་འགྲོ་བོ་དེ་རེད་མང་པོ་འདུག་བ།

ཁོ་རང་འདི་འདྲས་བྱེད་བྱེད་རོ་ཨ་ནི་ཕན་ཆེ་འདི་འདྲས་མང་པོ་ཞུ་བྱེད་བྱེད་དོ་འདི་འདྲས་ད་ཡུང་དེའི་འགྲོ་ཅིག་འུ་ཐུག་དེ་ཙམ་པ་ཁོ་ཐབས་ལམ་ཅིག་ཅིག་ཡོད་ས་རེད། འོ་ད་དེ་ད་དེ་ཙམ་པ་ཡི་འབྱུང་སྲིད་ཀྱི་ཐོག་ནས་འདི་འདྲས་མ་ཅིག་འདྲི་བྱེད་རྒྱུ་འགྲོ་འུ་ཐུག་ད་ད་ཐང་ན་ཅིག་བི་དུ་ཡ་སེ་ནང་ལ་ད་བླ་གནས་སྐོར་འདི་ད་ད་ཅིག་གི་མང་པོ་གསུང་དུས་ཙམ་མང་པོ་གསུང་བཞག་ད་སྔོན་མ་རེད་དོ་དུས་རབས་བཅུ་བཅོ་ལྔ་བཅུ་དྲུག་ད་དེ་སྲིད་བཅུ་བདུན་འདུག་བ་རོ་འདི་འདྲས་ཙམ་པ་ནས་རྙོག་དྲ་མང་པོ་ཡོད་དེ་ངེས་རོ་འདི་ངེས་ནས་རྙོག་དྲ་མང་པོ་ཡོད་ཀྱི་འདི་འདུག་འགྲོ་སྟངས་འགྲོ་ཅིག་བསམ་བློ་བཏང་བ་ཡིན་པ་ཡིན་ན།

ཚེ་འབྲང་སུ་སུ་སུ་ལས་རྒྱུ་དེ་ཡས་བྱོལ་བ་དེ་འདྲས་ལས་ཡང་ངོས་འཛིན་བྱེད་ཅེས་དེ་འདྲས་གསུངས་མེད་ན་བསམ་བསམ་རེ་བྱོས་དེ་ཡང་ཁོ་རང་གང་ག་གསུང་གི་འདུག་ད་ཡང། ད་ཅིག་ག་རེ་ཟེར་ན་མེས་པོའི་ཞལ་ལུང་ན། རྣམ་པར་ཤེས་པའི་རྟེན་དེ་ལ་སྲོག་དང་ཚེ་ཞེས་བྱ། སྲོག་དང་ཚེ་དེ་ནས་གནས་པའི་རྟེན་ངོ། རྟེན་ངོ་བོ་དེ་ལ་བླ་ཞེས་གྲགས། ད་རྣམ་པར་ཤེས་པའི་ཚེ་ད་དེ་འདྲས་བྱོས་ཅིག་ག་རེ་ཟེར་ན། ཅེས་གཞུང། ནང་དོན་རིགས་པའི་གཞུང་ལ་འོ་ར་མཛོད་མངོན་པ་མཛོད་ལས་དུ་འཐེན་འགྲོ་གི་འདུག་ད་ང་རང་ཚོ་ནང་ད།

སོགས་ནི་ཚེ་ཡི་དྲོད་དང་རྣམ་ཤེས་ལྟས་འགའ་ཡིན་པའོ། ཏདྱ། མཚན་ཉིད་དག་ནི་སྐྱེ་བ་དང་རྒ་བ་གནས་དང་མི་རྟག་ཉིད། ཏདྱ། ཁོ་རང་གི་མཚན་ཉིད་དེ་ག་རེ་ཟེར་ལབ་པ་ཡིན་ན་སྐྱེ་བ་དང་རྒ་བ་དང། ཏདྱ། དེ་ནས་ཡང་དེ་གི་ཐ་མ་དེ་ལ་ཡང་ཕྱིས་ནི་མི་རྟག་པའི་རང་བཞིན་རེད། ཏདྱ་མཚན་མ་ཚེ་རེད། ལས་དེ་རེད་དོ། གང་ཡིན་ཟེར་ན་སོགས་ནི་ཚེ་ཡིན། དྲོད་དང་རྣམ་ཤེས་ཀྱི་རྟེན་བྱེད་མཁན་གྱི་རེད། ལ་སོགས་རིག་པ་དེ་ན་དེ་འདྲས་ཀྱི་དག་རང་མར་འགྲོ་སྟེ། ཤཱཀྱ།

ཕྱི་སྣོད་ཀྱི་འཇིག་རྟེན་འདི་ལ་ཡང་ཡོད་པ་ནང་བཞིན་གཞིར་བ་འདི་འདྲའི་གོ་བླངས་ན་བླང་འོས་པར་འགྲོ་ཞིག་དང་ཐུབ་པས་འགྲོ་བཞིན་འདུག་ད་འདི་འདྲའི་གི་འགྲེལ་བཤད་འདུག་སུ་སྐྱོན་བཤད་ད་འདི་ནང་ལ་འགྲོ་བ་ད་ངའི་མདོར་བསྡུས་ནས་འདི་དངོས་པོ་བཀོད་བཞིན་ཡོད་ཞིག་འདུག་བཞིན་མདངས་དངོས་པོ་ཡོད་དེ་ཡིན། དོན་དུ་སྟོང་རྡུལ་ཞེས་པ་དུས་ཀྱི་འཁོར་ལོའི་གཞུང་དུ་ཕྱི་སྣོད་འཇིག་རྟེན་དང་ནང་བཅུད་སེམས་ཅན་ཐམས་ཅད་ཀྱི་མཚམས་བཞིར་གྱུར་པའི་ཤིན་ཏུ་ཕྲ་བའི་འཕགས་པའི་མིག་གི་སྤྱོད་ཡུལ་དུ་མ་གྱུར་པ། ཚེ་འདིའི་འཕྲུལ་ཆས་ཀྱིས་ཀྱང་ངོས་འཛིན་མི་ཐུབ་པའི་རྣམ་པ་དེ་ལ་གོ་དགོས་པར་སྙམ་མོ། ཞེས་དང་དང་ཡིན། ཤིན་ཏུ་ཕྲ་བའི་གི། ད་ད་ད་ཁ་ཚ་ང་ཚོ་འདི་འདུག་ཨ་ད་ད་ལྟ་འདི་ནས་མང་འགྲོ་དུས་བརྩམས་པ་ད་འདི་ན་མང་པོ་ཞིག་འདུག་དུས་འཁོར་འགྲེལ་ཆེན་ནང་བླ་ནའི་ཕོ་ཚུལ་བླ་ནའི་ཕོ་ཚུལ་ད་འདི་གཙོ་བོ་ད་དུས་འཁོར་གྱི་འགྲེལ་ཆེན་ལེའུ་གཉིས་པ་ནང་ནས་གླེགས་ཀྱི་འདུག་ཨ་ལེའུ་གཉིས་པ་འདི་གི་ནང་ནས་གླེགས་འདི་ནང་ནས་བཀྲལ་བྱས་ནས་གཅིག་གི་མང་འཐེན་བྱ་རྒྱུ་འགྲོ་རྒྱུ་རེད་ཤག་ད་འདི་འདྲའི་སྐོར་མང་དྲག་ཞིག་འདུག་ད་དཔེར་ན་སྡེ་དམངས་ཀྱི་འདི་གྱི་དེ་ནང་ལ་ཡོང་གི་འདུག་ཨ་འདི་མ་ཡིན་པའི་གི།

ཉི་མའི་སྣང་བ་སྲིད་པ་བྱུང་ཚུལ་དང་སྦྱར་ནས་གསུངས་པར་བ་གཉིས་པ་ཞོ་མེད་སོགས་ཀྱི་རླུང་ལས་གཟའ་སོགས་ཀྱི་སྲིད་པ་རིམ་པར་མཆེད་པའི་ཚུལ་ནི་གཡོན་གྱི་ཡན་ལག་ཏུ་ནས་སོགས་ཚིགས་ཆེན་གཉིས་ཀྱིས་བསྟན་ཏེ་སྔར་བསྟན་པའི་ཞོ་མེད་ཡི་གེའི་རང་བཞིན་དེ་ལས་སྲིད་པ་བྱུང་ཚུལ་བསྟན་པ་ཡིན་ལ་ཞོ་མེད་ལྔ་པོ་འདི་ལ་རྒྱུད་གཞན་དང་གཞན་དུ་ཨ་ཏི་བི་ཕ་རིན་པོ་ཆེས་ཀྱིས་འདིར་གསུངས་ཞེས་ཏེ། དེ་ཁོ་ན་ཐ་སྙད་བེད་སྤྱོད་གནང་ཡ་ཆེར་བ། ཡང་བེད་མང་དྲག་མང་པོ་བྱོས་ཅིག་གསུངས་བཞག། ད་ག་རེ་ཟེར་ན། རྒྱུད་གཞན་པ་ལ་མི་ཤེས་པའི་ཐིག་ལེ། ཁ་ཤས་ལ་ཡང་སྲོག་ཆེན་པོའི་སྲོག་གི་མིང་གིས་བསྟན་པ། འབྱུང་བའི་དྭངས་མ་ལྔ་བསྡུས་ཀྱི་ཐིག་ལེ་ཞེས་དང། དབུ་མའི་སྲོག་གི་འོད་གསལ། མངའ་བག་སོགས་གནས་སྐབས་ཀྱི་དབང་གིས་མིང་སྣ་ཚོགས་སུ་བརྗོད་ཀྱང་དོན་ལ་རྩ་བའི་གཞི་དབུ་མའི་སྲོག་གི་རླུང། སྡང་མི་འགྲོ། རླུང་དང་ཁ་དོག་ལྔ་པ་རྣམ་པ་ཕྲ་མོའི་ཐིག་ལེ་ཡིན་པ་གནད་གཅིག་ཅིང་གསང་བའི་འབྱུང་བ་རླུང་སེམས་ཕྲ་བའི་ཆ་འདི་ལ་ནང་གི་འབྱུང་བ་སོགས་ལ་ནང་གི་འབྱུང་བ་ས་སོགས་ཀྱི་ཁམས་དང་དེའི་དབང་གིས་ཕྱི་རོལ་གྱི་འབྱུང་བ་ལྔ་དེ་ལས་བྱུང་བའི་ས་དཀར་སོགས་པ་རྣམས་འཆར་བར་བཤད་པ་འདི་ནི་གསང་སྔགས་ཀྱི་ཐབས་ལམ་ཀུན་གྱི་གནད་གལ་པོ་ཆེ་ཡིན་ཞེས་གསུངས། དོ། ལྟར་མི་བར་མ་ཆད་ཀྱིས་འདི་འདྲའི་གསུང་བཤད་ད་མདོར་བསྡུས་ནས་གསུངས་བ་ཡིན་པས་ན་འདི་སྐད་དེ། ད་ལྟ་འདི་ཡང། ཤིན་ཏུ་ཟབ་བའི་གསང་གི་བརྡ་ཁྱད་པར་ཅན་དོན་ཆེན་པོ་རྨད་དུ་བྱུང་བའོ། རྨད་བྱུང་གསང་བ་དཔག་པར་དཀའ་བ་ཡི་འཕྲུལ་ཆེན་ཡི་གེའི་གསང་བ་ཆོས་ཀྱི་བརྡ་ཟབ་དོན་ཀུན་གྱི་གསང་བ་རབ་འབྱེད་པའི་ངོ་མཚར་བསམ་གྱིས་མི་ཁྱབ་ལ་མཆོག་ཏུ་འདུད། ད་མི་དམར་མོ་ཆེ་གེ་འདི་གསུང་དུ་ད་ཞོལ་ཅིག་གསང་གི་ཟབ་རྒྱས་ད་འདི་ལས་མ་དུ་ཀློག་ནས་འགྲོ་བས་ན་ད་དུས་སྦྱོར་ཉམས་རྟོགས་ཁྲིད་འུག་དུ་ར་དཀར་རྩི་ཉམས་རྟོགས་དུས་སྦྱོར་དུས་སྦྱོར་ལ་འགྲོ་བས་ན་ད་ཐ་མ་འདི་དབུགས་ལ་བབ་འུག་ར་ད་དབུགས་དང་ཉམས་རྟོགས་འུག་དང་ཉམས་རྟོགས་འདྲེས་པ་ནི་ཡང་སྲོག་ཆགས་ཀྱི་རྡོ།

བརླ་བྱས། གཏང་བྱས། དེ་ནས་ཚེ་འདི་དྲུག་འདི་དབྱེ་བ་ཕྱེ་ལ་ལྟོས་ཤིག། ད་སློབ་མ་ཚོས་ཡེ་ནས་དམིགས་བསལ་གྱི་དོ་སྣང་ཆེ་གནང་དགོས་ཀྱི་འདུག་འདི་གཞུང་འདི་ད་ཕ་ཚེ་ཁ་ཕྱིན་རྗེས་ནི་གསལ་ཁ་གཏོད་དགོས་ཡ་རིགས་ཞིག་འདུག་ཨ་འོ་དེ་གཅིག་བྱས་དེ་ནས་ད། ད་དཔེར་ན་ཆ་བཞག་ན། གསོ་བ་རིག་པའི་གཞུང་ནང་ལོགས་ལ་ད་ལྟ་བླ་ཟེར་སྦྱོར་བ་གསོ་བ་རིག་པའི་གཞུང་ནང་ལོགས་ལ་ཨཱ་ཚེ་དང་སྲོག་གི་རྟེན་དུ་གྱུར་པའི་ཨཱ་དྭངས་མའི་རླུང་དང་ཐིག་ལེ་དང་རྣམ་པར་ཤེས་པ་གསུམ་ལྷན་གཅིག་ཏུ་འདུས་པའི་ཆ་དེ་ལ་བླ་ཡིན་ཨོ་དེ་འདྲ་ཞིག་གསུངས་ཡོང་གི་འདུག་དེ་གཅིག་བྱས། དེ་ནས་ད་འཕགས་པ་ཐོགས་མེད་ཀྱི། ཁ་རས་རྔོན་པ་ཀུན་འདུས། རྔོན་པ་ཀུན་འདུས་ནང་ལོགས་ལ་ད་ལྟ་ཚེ་དང་སྲོག་གཉིས་པོ་དེ་གཅིག་པ་མ་ཡིན་པ་ཞིག་གསུངས་ཀྱི་འདུག་ཚེ་ཟེར་དུས་ཀྱི་ལ་ད་ང་རང་ཚོ་མི་ཚེ་གནས་པའི་དུས་ཡུན་བྱེད་རོ། Duration། དུས་ཡུན་དེ་ལ་ཚེ་བཞག་བྱས། སྲོག་ཞེས་པ་དེ་ཨ་ནི།

མེད་དེ་ཡོད་པ་ཡིན་པ་ན་འོད་དང་དྲོད་ལ་སོགས་པ་ཡོད་པར་བ་དེ་ནས་བཞིན་གོ་ཆེ་ཆུང་དག་དེ་ནི་ཚུལ་ཁ་ཁར་བ་དེ་མ་གཏོགས་གཞན་དེ་གོ་ག་དུས་ཡིན་པ་ནི་གི་མཉམ་དུ་ཡོད་དེ་གིན། ད་ཅིག་གི་ཆོས་ཐམས་ཅད་རྟེན་ཅིང་འབྲེལ་བར་འབྱུང་བ་ཡིན་དུས་ཙམ་པ་གོ་ཐུག་ས་དེ་འབྲེལ་བ་དེ་ཡོད་པར་བ་ང་རང་ཚོ་གི་འབྲེལ་བྱེད་ཀྱི་དུས་ཙམ་པ་ཁོས་གི་གོ་བ་དེ་གྱིས་དེ་ཏག་ཏག་ཧ་གོ་ཐུག་མ་ཐུག་དང་དེ་འདྲའི་འདི་མ་གཏོགས་ཡང་འདི་གལ་མེད་དེ་གིན་དུ་གྱུར་བ། ད་ད་ནི་བཞིན་དཔེ་ཆ་དེ་ལོགས་སུ་བྱས་ན། འགྲིག་གི་རྒྱུ་རེ་དྲན་གི་འདུག་ཁོ་རང་གང་ཡིན་ཟེར་ན་ང་ཚོས་ཙི་ཙི་འཛོམས་པ་ཁ་ཁར་བཞག་དགོས་རེད་བ། བཞག་ན་མ་གཏོགས་ཡ་འབྱུང་བ་འདི་རྒྱ་དེ་འབྲེལ་བ་སྟོན་ཡོད་མཁན་ཡོད་མ་རེད་ཁོ་འབྱུང་བ་འདི་རྒྱ་དེ་ཁ་ཁར་གླེང་འབྱུང་བ་འདི་རྒྱ་དེ་ཁ་ཁར་གླེང་ཚར་བའི་ཞེ་ལ་ནི་གཞི་ནས་ཕག་ཚོ་འབྲེལ་བ་མ་བུ་གྲ་གྲོགས་དང་རང་ལ་སོགས་པ་ག་རེ་འབྲེལ་བ་ཆགས་ཀྱི་ཡོད་ན་འདི་འདྲས་ཀྱི་འབྲེལ་བ་འདི་གི་ཐོག་ནས་ནི་འགྲེལ་བཤད་རྒྱབ་ཆེད་ད་ཁོ་འདི་སྡུག་བརྗོད་ཡིན་པ་ནས་འདྲ་འདུག་འདི་འདྲས་ཀྱི་ཐབས་ལམ་དེ་ཚད་དེ་འདི་ཆགས་འདི་དགོས་རེད་བ། ད་ག་ནང་བཞིན་སོག་རིག་པ་ཡི་འདི་ནང་ནས་འདུག་སོང་མ་སོང་སོང་ད་དོན་ངས་དེ་དེ་གླེང་མི་འདུག་ངས་ཤུ་གུ་གཅིག་སོག་རིག་པ་འདི་ཡི་ནང་ལ་འདི་འདྲས་གསུངས་བཞག་ག་རེ་རེ་གཅིག་གི་ནང་ལ། འདི་གདངས་ཡིན་ཟེར་རྗེས་གཅིག་ག་ཡིན་ཟེར་ན་ཡང་རྣམ་པར་ཤེས་པའི་དེ་སྙིང་གི་ནང་ལ་ཡང་ཆུ་དྭངས་མ་ནང་ཞིག་བྱོས་རེད་སྙིང་གི་ནང་ལོགས་ལ་ཡོད་རེད་ཟེར་ནས་གསུངས་ཤིག་རོགས། དཔེ་ལ་འོ་ད་ཡན་ལག་བརྒྱད་པ་ཡིན་ཟེར་ཡན་ལག་བརྒྱད་པོ་བསྡུས་པ་ཡིན་དེ་འདི་འདྲ་གཅིག་ན་ཡང་འདི་འདྲ་གཅིག་གསུངས་ཤག་དེ་མ་ཟད་ད་ད་དྭངས་མ་ཡིན་ལ་རོགས་ཡང་དྭངས་མ་ཡིན་ལ་ནི་ཡིན་གཅིག་མིན་གཅིག་ང་ཚོ་ཡང་རྡོག་རྡོག་དེ་འདྲའི་མཐོང་དགོས་རོ་དེ་འདྲའི་གལ་ཡོད་མ་རོ། དེ་མ་ཏོ་ཡན་ཅིག་སྙིང་ནང་ལ་དེ་འདྲའི་ཡོད་རེད་ཟེར་ན་འདི་གསུངས་བཞག་གནས་དེ་ཡོད་རེད་ཟེར་ན་དེ་འདྲའི་རོ་ཅིག་འདི་གསུངས་བཞག་ད་འདི་ཤུགས་འདི་ཡེ་འདི་དེ་སླེབས་མི་འདུག་འདི་གོང་དང་ཞོན་ཡིན་འདི་ད་ལྟ་ངེད་ལ་བཀའ་གནང་བ་འདི་ཡང་མ་འོངས་པ་འདི་ན་མ་འོངས་པ་ལ་ཡང་བླ་ཡི་སྐོར་ལ་འདི་འདྲའི་ཏན་ཏན་འདི་གནང་མཁན་འདི་འདྲ་ཡོང་གི་རེད་ང་རང་རོ་ཅིག་མ་ན་བློ་བསྐྱེད་ཡག་པོ་བྱུང་སོང་ཐུགས་ཆེ་ཞུ།

ཁོ་བོ་ཚོ་རབ་གཅིག་གྲབས་ཆགས་ཀྱི་ཡོད་རེད། ལྷག་པར་དུ་ང་ཚོ་དེང་སང་ང་ཚོ་གི་ལག་ལེན་གྱི་སྐབས་ལ་ད་བླ་གནས་བརྩི་ཡས་ཀྱི་ཡོད་རེད་བ། ཨེ་ནི་འདི་དང། དེ་མ་རིན་པོ་ཆེ་གི་གསུང་ནང་ལས་དུ་བ་བླ་དེ་སྲོག་ལྷར་མཉམ་ན། ཨ་ནི་སྲོག་སྲོག་ཉིད་འཇིག་གི་རེད། ལུས་ལྷར་མཉམ་ན་གཏར་སྲེག་མ་ཉེས་བྱ། དེ་བཞིན་དུ་རླུང་ལྷ་ལ་མཉམ་ན་ནི་ཨ་ནི་རླུང་རྟ་མཉམ་ཡེ་དང་དབང་ཐང་མཉམ་ཀུན་བཅས་དུ་ཡོག་རེད་ད་ང་ཚོ་དངོས་སུ་མཐོང་དེ་དེ་ལུས་དང་ལྷན་ཅིག་ཏུ་གནས་དེ་དེ་དུ་སྲོག་དང་དེ་འདས་དུས་སྐབས་ལ་ཨ་ནི་ནད་པ་རང་དེ་ལ་ཉེན་ཁ་ཆེན་པོ་ཅིག་ཡོག་རེད་གསུངས་ཡོད་དུས་ཙམ་པ་ལ་ད་དེ་ཡང་བླ་གནས་རྩིས་སྟངས་དེ་ད་ང་ཚོ་ནམ་རྒྱུན། སྐད་ཆ་མང་པོ་ཡོང་གོ་རུ་ད་རི་བ་ཚོགས་པའི་སྐ་ལ་ཨ་ནི་དུས་འདི་ད་ལུག་མང་པོ་ཞུ་ཡོག་རུ་བ་དུས་འདི་ལུག་སྐད་ཆ་ཤོད་དེ་ག་རིལ་ཟིན་གོ་རི་སི་དུས་ཕལ་ཆེར་ད་རེ་བ་གཅིག་ཐུན་རབ་ཀྱི་རི་བ་དུས་གུར་གུས་ཀྱི་ལ་ནས་དེ་དེ་ཙ་ཆི་ད་གད་ཆེན་པོ་གཅིག་འཛིན་གོ་གི་དུས་འཛིན་ཡས་དེ་ལག་ལེན་གང་ལ་ཚང་མས་གཅིག་ལག་ལེན་བསྟར་གོ་ཡས་གད་ཆེན་པོ་གཅིག་གད་ཆེན་པོ་གད་ཆེན་པོའི་ནང་ནས་ད་དེ་རིགས་ཁ་ཚང་ད་དེ་ལས་མང་པོ་འདུག་ད་དེ་ཞུ་གི་དེ་ནི་དུས་ཚོད་མང་རུ་རབ་རི་ཤག་ཡིན་ནའི་ཡང་ད་དེ་གནད་འགག་ཆེན་པོ་ཞེ་བོ་གཅིག། བྱ་གི་ཡོད་རེད་གང་ལྟར་དུས་འཁོར་ནང་ནས་སླར་གནས་སའི་ག་ལ་དོག་དང་དབྱུག་པ་ཕོག་ནས་ཡང་ཉེན་ཁ་ཆེན་པོ་བརྩི་གི་ཡོད་རེད་བ་མ་འདུག་ད་ཅིག་གི་ལྟར་སྲེག་དང་ཁབ་བཙུགས་ཡས་དང་དེ་ཚོ་ག་ལ་གང་བཏགས་སུ་ཐེགས་སོང་ན་དེ་ནི་ཡང་བལྟས་ཚེ་དཀའ་ངལ་ཡོད་ས་རེད་དེ་ཚོ་ཞིབ་འཇུག་བྱས་ཡས་གལ་ཆེན་པོ་རེད་ཡིན་ས་རེད་དེ་འདི་འདི་ང་ཚོ་ང་ཚོ་ལ་ཅིག་མང་པོ་བལྟ་ཡས་འདུག་བ་དེ་འདི་ཚོ་ཁུངས་བཅོལ་ནས་དེ་ཚོ་རྣམ་པ་ཚོའི་ཐུགས་སྣང་གནང་དར་བ་ལ་འོ་དོ་ཟེར་ཨ་གང་ལྟར་ད་དེ་རིང་ད་ལྟ་ང་ཚོ་བརྩི་བརྩི་གི་གནས་ན་བྱམས་པ་ཆེན་པོའི་ལག་གི་བླ་ཡི་སྐོར་བརྡ་གཙོ་བོ་རྩིས་རིག་པའི་མདོ་རྒྱུད་ནི། ད་ལྟ་དུས་འཁོར་དང་ཐུགས་སུ་མ་འབྲེལ་ནས་ནི་ཐུགས་སུ་མ་འབྲེལ་ཞེས་ནི་གསལ་པོ་ཞིག་སྣང་གསུང། དང་ནང་བཞིན་གྱི་བརྡ་རྣམ་པ་ཚོ་ལས་ཁ་གསལ་པོ་ཆགས་ཡོད་རེད་བསམ་གྱི་འདུག་དེ་དུས་ཡང་ཡིག་ཆ་དེ་ཚོ་ཚང་མ་ལ་མ་ཅིག་ཐོབ་ཡོང་དགོས་རེད་བ་འདི་ཚོ་གཟིགས་གནང་དང།